རི་རྗེས་གཉིས་ནང་ལ་བཞུགས་པའི་བོད་མི་རྣམས་དང་ཧི་མ་ལ་ཡའི་རི་རྒྱུད་དུ་ཡོད་པའི་རང་རེའི་ཆོས་དང་རིག་གཞུང་གཅིག་པ་ཡོངས་ལ། བོད་རྒྱ་ལོ་ཉིས་སྟོང་གཅིག་ཆ་ལྔ་བཅུ་ང་གཉིས་རབ་བྱུང་བཅུ་བདུན་པའི། རབ་གནས་ཤིང་སྦྲུལ་ལོ་ཡི་གནམ་ལོ་གསར་དུ་ཚེས་པ་ལ། ངོས་རྒྱ་ཡོངས་སྙིགས་མའི་སྨོན་ལམ་ཚོགས་ཆེན་གྱི་ཚོགས་གཙོ་དང་སྙིགས་མ་སྐྱིད་ཚབ་བྱས་ནས་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ང་རང་ཚོ་ཚང་མ་ལོ་གསར་པ་འདི་ནང་ལོ་སྔ་མ་ལས་དྲག་ཙམ་གྱིས། ཨ་ནི་ལུས་ཀྱི་འཕྲོད་བསྟེན་དང་ཁྱད་པར་བདེ་སྐྱིད་ཀྱི་རྩ་བ། དམ་པའི་ཆོས། དེ་རང་སེམས་དང་གང་ཐུབ་འདྲེས་ཐུབ་པ། བྱ་རྒྱུ་དང་ལས་འབྲས་བླང་དོར་སྡིག་པ་སྤང་བ་ལ་སོགས་པ་ཚུལ་བཞིན་བྱེད་སྙམ་པའི་དམ་བཅའ་བརྟན་པོ་གནང་རྒྱུ་དེ་གལ་ཆེན་པོ་ཡིན་ས་རེད། དེ་ན་བཞིན་ལྷག་པར་དུ། དུས་ངན་སྙིགས་མའི་སྐབས་འདིར་སངས་རྒྱས་གཞན་ལས་ཀྱང་ཐུགས་རྗེ་དང་ཕྲིན་ལས་མྱུར་བ་དེ། གུ་རུ་རིན་པོ་ཆེ་ཡིན་པས་ཚང་མས་མཁྱེན་པ་བཞིན། དེང་སང། ལོ་རེ་བཞིན་འཛམ་གླིང་ནང་དམག་དང་ནད་ཡམས་ལ་སོགས་པ་མང་དུ་འགྲོ་གི་ཡོད་པ་ཡིན་དུས་རང་གཞན་ཚང་མས། གུ་རུ་རིན་པོ་ཆེ་ལ་གསོལ་བ་འདེབས་པ་དང་དེའི་སྙིང་པོ། འབེ་བཟང་གུ་རུ་བསགས་དགོས་པ་དེ་ཧ་ཅང་གི་གལ་ཆེན་པོ་མཐོང་གི་འདུག་ཞུ་རྒྱུ་ཡིན། རང་རེ་ཚང་མས་དེ་འདྲ་བྱེད་ཐུབ་ན། གཙོ་བོ ྋགོང་ས ྋརྒྱལ་བའི་དབང་པོས་དབུ་གཙོས་པའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་ཞབས་པའི་བསྟན་པ་དང། རང་གཞན་ཚང་མ་གནས་སྐབས་སུ་ཚེ་རིང་ནད་མེད་བསམ་པའི་དོན་འགྲུབ་པ་དང་མཐར་ཐུག་སངས་རྒྱས་གོ་འཕང་ཐོབ་ཐུབ་པ་དང་ལྷག་དོན་དུ། ཨ་ནེ་བོད་དོན་བདེན་མཐའ་མྱུར་དུ་གསལ་བ་ལ་སོགས་པའི་དགོས་པ་ཆེན་པོ་ཡོང་གི་རེད། མཐའ་དོན་དུ་སླར་ཡང་འཛམ་གླིང་ཞི་བདེ་དེད་དཔོན ྋགོང་ས ྋརྒྱལ་བའི་དབང་པོ་མཆོག་དབུས་རིས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་རྣམས་སྐུ་ཚེ་བརྟན་པ་དང། འཛམ་བུ་གླིང་འདིའི་བདེ་སྐྱིད།